ཚིག་དང། རྒྱ་རིན་པོ་ཆེའི་དགུང་ལོ་དགུ་བཅུ་ལ་ཕེབས་པའི་གོ་སྟོན་གྱི་གསུང་ཚིག་ཞུ་ཡ་དང་འབྲེལ་བའི་ཐོག་ནས་དེ་འབྲི་ཞིག་འདུག་ཨ་དེའི་རྒྱུ་ཆ་བལྟས་པ་ཡིན་ན་དེ་འཆི་ཁའི་མ་སོང་ན་ཀོ་བྲམ་དེ་རང་རེད་དོ། ང་ཚོ་མཇལ་དར་ག་ས་ག་ལ་ཕུལ་གི་ཡོད་རེད་པ། ཡིན་ན་ཡང་མཚམས་རེ་མཚམས་རེ་མཇལ་དར་དེ་ཡི་རྐྱེན་བྱས་ནས་གོང་མ་ལྷ་ལ་མཆོད་པ་ཕུལ་ཡ་རེད་དེ་མཚམས་རེ་ཁོར་ཡུག་ལ་གཏོར་སྐྱོན་མང་པོ་ཞུ་ཆེད་ཐལ་འདུག་ཨ་དེ་མ་ཐལ་གི་ཆེད་དུ་ཨ་ནི་འདི་ལ་ཡ།

རྨུ་ཐག་ལ་བརྟེན་ནས་ཡང་འགྲོ་གི་ཡོད་པ་དེ་གི་རྟེན་འབྲེལ་མཚོན་ཡག་དང། ཨ་ནེ་ད་པའི་ཞིང་ལ་འགྲོ་ཡག་གི་རྟེན་འབྲེལ་མཚོན་ཡག་གི་ཆེད་དུ་ཁ་བརྡ་དཀར་པོ་དེ་འབུལ་གི་ཡོད་རེད་ཅེས་ནས་ལུགས་སྲོལ་རྙིང་པ་ར་བ་གཅིག་དེ་རེད། དེ་ཡང་རྒྱུ་མཚན་ཆེན་པོ་ཡོད་རེད། གནས་ཚུལ་གཉིས་པ་དེ་ག་རེ་ཡོད་རེད་ཟེར་ལབ་པ་ཡིན་ན། བོད་པ་དེ་ཚོ་གི་ད་ང་ཚོ་ལོ་སར་ཚེས་པ་གཅིག་ཡིན་ན་དེ་སེར་བ་ཧ་གོ་རེད་པ། ལོ་སར་དེ་འདྲའི་སྐབས་ལ་ཡིན་ན་ང་ཚོའི་ལུང་པ་སོ་སོ་སོ་སོ་གི་ནང་ལོགས་ལ་ག་རེ་བྱེད་གི་རེད་ལབ་པ་ཡིན་ན་མི་ཡར་མར་འགྲོ་དུས་རྩམ་པ་དེ་འདྲ་ཁྱེར་ཡོང། རྩམ་པ་དེ་འདྲ་བཤོས་གི་ཡོད་པ།

དེ་ལས་ཀྱང་ལྟས་སུ་ཡག་པོ་བྱུང་ན་ནི་ལྷ་རེག་ལ་ཡ་སྟེ་ལྷ་རེག་ནང་མཛོད་དང་བཅས་པ་འབུལ་ཟེར་ནས་རྒྱ་བོར་མོ་ཆེར་དེ་འདྲའི་ལས་ཕུལ་ཡ་ཡིན་པ་ཡིན་ན་རྒྱ་བོར་མོ་ཆེ་ལ་ཁ་བརྡ་ཕུལ་ཟེར་ལབ་ན་ཡི་གེ་ནང་ལ་བྲིས་ན་སྙན་པོ་ཡོད་མ་རེད། ལྷ་རེག་ནང་མཛོད་དང་བཅས་པ་ཕུལ་ཟེར་ལབ་ཡིན་ན་ཨ་ནི་ཡང་སྙན་པོ་འདྲ་ཆགས་ཡོད། དེ་གས་དེ་ན་ང་ཚོ་ཁ་བརྡ་ཟེར་དེ་ལ་རེད་ད་ཁ་བརྡ་གི་ནང་ལོགས་ལ་དབྱེ་བ་མང་མང་མི་འདྲ་བ་མང་པོ་སྤེལ་ཡོད་རེད། ཨ་ནི་ཁ་བརྡ་དེ་ཨ་ནི་རྦད་དེ་མིང་མི་འདྲ་མི་འདྲ་མི་འདྲ་བ་མང་པོ་ཡོད་རེད་དེ་ཚོ་ངས་ཆ་ཚང་ངས་ཤེས་ཀྱི་མེད། ཨ་ནི་ཡོད་རེད་ད་ཡིན་ནའི་ཁ་ཚ་འབུད་སྟངས་དེ་སྐོར་ལ་ང་ཚོ་གཞོན་སྐྱེས་ཚོ་ངེས་པར་དུ་ཤེས་དགོས་ཡ་གཅིག་ཡོད་རེད་ལག་པ་སྐེ་ལ་གཡོག་ཡ་གཅིག་ཡོད་རེད་ལག་པ་ལ་སྤྲད་ཡ་གཅིག་ཡོད་རེད་ད་ང་ཚོ་དེ་འདྲའི་དེ་ཐུ་བ་ལེའོ་འདི་ཚོམ་པ་ལ་མི་རྒན་པ་དེ་འདྲ་ཡིན་ནའི་སྐེ་ལ་གཡོག་ཤ་ཡོད་དོ་དེ་གཡོག་ཡ་ཡོད་མ་རེད་སོ་སོ་ལ་རྒན་པ་དེ་གས་དེ་ལ་ཡིན་ན་ཡིན་གྱི་མིན་གྱི་ཨ་ནི་ཕ་ཕ་ལ་ཕུད་བྱས་ནས་ཨ་ནི་སོ་སོ་དང་འདྲ་མཉམ་འདྲ་མཉམ་ཡིན་པ་ཡིན་ན་ཁ་བརྡ་ཕར་སྤྲད་ཁ་བརྡ་རྩེ་སྤྲོད་བྱས་ཟིག་ར་སོ་སོས་ཁ་བརྡ་དེ་ཕར་སྤྲད་ཕི་གས་ཁ་བརྡ་དེ་ཚུར་སྤྲད་སོང་ན་ཁ་བརྡ་རྩེ་སྤྲོད་བྱས་ཡ་རེད།

གྲོགས་པོ་ཚོགས་པ་ཟེར་གྱི། ཨ་ནེ་ཡང་དེ་ཟེར་བ་ཡིན་ན་མཇལ་དར་དེ་ཡང་སྲིད་ཡང་སྲིད་བེད་སྤྱོད་བཏང་ནས་ཁོ་ཡུལ་ལ་གནོད་སྐྱོན་མ་ཐོས་པ་ཡིན་ན་ཡག་པོ་ཡོད་ས་རེད་བསམ་གི་འདུག་དེ་དང་མཉམ་དུ་ལ་ང་ཕ་ཡུལ་སླེབས་རེད་བ། ཐེངས་གཉིས་པ་དེ་ལ་སླེབས་པའི་སྐབས་དེ་ལ་འགྲོ་བ་ལ་ཚོར་སྣང་ག་རེ་བྱུང་སོང་ཟེར་ན་གནས་རྩ་ཆེན་པོ་རེད་བ། དེ་གི་ཁོ་དེ་ལ་ཁོ་ཡུལ་ལ་དོ་སྣང་བྱེད་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་རེད་ཞེ་ན། བྱུང་ན་དེ་གཡས་གཡོན་དེ་ལ་ཞེ་ཐག་དེ་འདྲས་མཐའ་མ་དེ་འདྲས་ཐོན་མ་ཆོག་ཡ་དེ་འདྲས་བཟོས་ཐུབ་པ་ཡིན་ན། ཨ་ནེ་ཁོ་ཡུལ་ལ་དཔེ་ཕན་ས་རེད་བསམ་གི་འདུག་ཨ་ནེ་གད་སྙིགས་ཤོད་ས་དེ་འདྲས་བཟོས་ལ་བཞག་ཐུབ་པ་ཡིན་ན་ཕན་ས་རེད། དེས་མཚོན་པའི་གྲོགས་པོ་འཚོ་བ་འདྲ་བོ་འདི་འདྲས་ཀྱི་འགན་ལེན་བྱས་ནས། དཔེར་ན། མཇལ་དར། སྐོར་བྲོ་འདི་འདྲས་ཀྱི་བཟོས་བྱས་ནས་ཁོར་ཡུག་ལ་གནོད་སྐྱོན་མ་ཐེབས་པ་བཟོས་པ་ནང་བཞིན། དགེ་བསྙེན་ཡོན་ལ་ཡང་ཁོར་ཡུག་གཙང་བཟོས་ཀྱི་ལས་འགུལ་སྤེལ་ཡག་གི་ཆེད་དུ་གད་སྙིགས་ཤོད་ས་ཡག་པོ་འདི་འདྲས་གོ་སྒྲིག་བྱས་བྱས་ནས་ང་རང་ཚོས་ཀྱི་གནས་རྩ་ཆེན་པོ་འདི་ད་འཛམ་གླིང་ནང་ལོ་ལ་གཅིག་མ་གཏོགས་མེད་སྐྱོ། དེ་འདྲས་གནས་རྩ་ཆེན་པོ་འདི་ལ་ཡང་སྲུང་སྐྱོབ་བྱེད་ཐུབ་པ་ཡིན་ན།

Doe and Mosby ཡིས་བོད་སྐད་ནང་ལོག་ལ་ཕར་བསྒྱུར་བ་ཡིན་ན། ལོ་གཅིག་གི་ནང་ལོག་ལ་ཁྱོད་ཀྱིས་གང་ཡང་བྱེད་མ་ཐུབ་པའི་ཉིན་མོ་གཉིས་ཡོད་རེད། འདི་ག་རེད་ལབ་པ་ཡིན་ན། འདི་ཁ་ཚང་ཟེར་དེ་དང་ས་ཉིལ་ཟེར་དེ་རེད། ཁ་ཚང་གང་ཡང་བྱེད་ཐུབ་ཡ་ཡོད་མ་རེད་ད་ལྟ། ས་ཉིལ་ད་ལྟ་ལ་གང་ཡང་བྱེད་ཐུབ་ཡ་ཡོད་མ་རེད།

དུ་ཟིན་ཐོན་རྫས་རེད། ད་བལ་ཡུལ་ལ་ཡིན་ན་གྲོགས་པོ་ཚོགས་པ་ཟེར་བཞིན་འདུག་བ། ད་ང་ཁོ་ཚོ་ལས་ཁུངས་ནང་ལ་ཚར་གཅིག་གཉིས་ཀྱིས་ཕྱིན་པ་ཡིན། དེ་ཡིན་ན་ཉིས་སྟོང་བཞི་ལྔ་དུ་བ་ནས་དབུ་འཛུགས་བསྐྱངས་པ་ཅིག་རེད་ཤག་ད་དེ་གཙོ་བོ་ལས་ཀ་གཙོ་བོ་འགྲོ་བ་དེ་རྡོག་རྡོག་ཅིག་ནས་ཞུས་བཞག་ན་ལས་ཀ་མང་པོ་འདུག་བ། དཔེར་ན་བོད་ནང་ལོགས་ནས་ཚུལ་ལས་གསང་སྦྱོར་དེ་གས་དེ་ལ་དུ་བ་ལ་འཚོ་བ་སྐྱེལ་གི་ཆེད་དུ་བུ་ལོན་ཡ་ཡ། ཡང་མཚམས་མཚམས་ལས་ཀ་མཚམས་སྦྱོར་བྱེད་ཡ། ཡང་མཚམས་མཚམས་དཀའ་ངལ་ཆེན་པོ་ཡོད་པ་ཡིན་ན། དཔེ་འཇོག་གི་མཐུན་རྐྱེན་སྦྱར་ཡ་དེ་འདྲའི་གི་ལས་ཀ་བྱེད་ཀྱི་འདུག་ལ། ད་ནང་བཞིན་གི་དཔེ་ན་ཆ་ཤག་གི་ནི་བུ་མེད་གི་གནས་སྟངས་དང་བུ་མེད་གི་རྟ་ཁ་སོ་རེད་བུ་ནི་བུ་མེད་ན་ཟ་སྲིད་གི་རེད་བ་ཡང་མེད་ན་བུ་མེད་གི་ལུས་བོད་གི་གྲུབ་ཆ་དང་འབྲེལ་བ་ཡོད་པའི་དེ་འདྲའི་སྐོར་ལ་གོ་རྟོགས་སྤེལ་ཡ་ཏིང་ངེ་པའི་གལ་ཆེན་པོ་ཅིག་མཐོང་སོང། དེ་འདྲའི་གི་གནང་ཡ་དང་ཨ་ནི་བླ་བྲ་སྤུ་གུ་དེ་གའི་དེ་ལ་ཡིན་ད་ཡིན་ན་སློབ་ཡོན་དེ་འདྲའི་གི་མཐུན་རྐྱེན་སྦྱར་གནང་ཡ་དེ་འདྲའི་ལྔ་བཅུ།

སྤྱི་ཚོགས་ལ་བསམ་བློ་གཏང་མཁན་ཞིག་ཡིན་པ་ཡིན་ན་དཔེ་ཤག་ཧ་ལས་པའི་མང་པོ་དགོས་རེད། དཔེ་ཤག་ག་ཚོད་ཀྱི་མང་ཡོད་ན་སྤྱི་ཚོགས་ལ་བདེ་དོན་མང་བཟོས་ཐུབ་ཀྱི་རེད་བཟོ་ངེས་ཅིག་ཡིན་ན། དེ་འདྲས་ཡིན་ཙང་ཁོ་ཡི་ཟེར་ཡ་ལ་འོང། ཁྱེད་རང་ལ་ང་དཔེ་ཤག་མི་དགོ་ལ་དེ་ངས་དེ་མི་དེ་རང་འདོད་ཚ་ཤོས་དེ་རེད། དཔེ་ཤག་ངེས་པར་དུ་དགོས་རེད་སྤྱི་ཚོགས་ཀྱི་བདེ་དོན་ལ་བསམ་བློ་གཏང་མཁན་ཞིག་ཡིན་པ་ཡིན་ན་དཔེ་ཤག་མེད་པ་མཐའ་མེད་རེད།

དེ་ཚོ་བཟོས་ཐུབ་པ་དེ་དཔེ་ཡག་པོ་རེད་བསམ་དེ་འདྲས་ཅིག་བཟོས་རྗེས་ནི་ག་ལེ་ག་ལེ་ཨ་ནི་ཚོགས་རང་རྐྱ་འཕེར་བ་ཞིག་ཆགས་སོང་ན་ཨ་ནི་ནམ་ཞིག་ཨ་ནི་སོ་སོས་ཀྱི་སྦྱིན་བདག་ལ་བསྟུད་མི་དགོས་པ་བྱས་ནས་སོ་སོས་ཀྱི་ཁེ་བཟང་དེ་ཀྱི་ཐོག་ནས་སྤུ་བོ་ལ་རོགས་པ་བྱེད་ཡ་ཨ་ནི་གོ་རྟོགས་སྤེལ་ཡ་ཨ་ནི་ནུས་རྟོགས་སྤེལ་ཡ་ཨ་ནི་གང་དེ་ཡིན་ན་ཡང་ཕན་ཐོགས་ཆེན་པོ་དཔེ་ཡོང་གི་རེད་བ་དེ་འདྲས་བསམ་གི་འདུག་དེ་གས་དེ་ལམ་ལོ་ཡོང་བའི་སྨོན་འདུན་ཞུ་ཡི་འདུག་ཕྱིར་ན།